ད་ནི་སེར་ནག་ནི་རང་གི་ཡོ་བྱད་གཏང་མི་བྲ་བ་སྟེ་གཏོང་མི་ནུས་པ། སེར་ནག་ཟེར་བ་དེའི་ཡུལ་རང་ལ་གཏོགས་པའི་རྒྱུ་ནོར་ལོངས་སྤྱོད་ལ་སོགས་པ་དེ་དག་དཔེ་བཅོས་གཏང་མི་ཐུབ་པ་གཞན་ལ་སྦྱིན་པ་ཡང་གཏང་མི་ཐུབ་པ་དཀོན་མཆོག་ལ་མཆོད་པ་ཡང་བྱེད་མི་ཐུབ་པ་ཐ་ན་ནི་རང་ཉིད་ཀྱི་ཡང་ལོངས་སུ་སྤྱོད་མི་ཐུབ་པ་འོ་དེ་འདྲ་གི་སེམས་བྱུང་ཟིན་པ་ནི་འདོད་ཆགས་ཀྱི་ཆར་གཏོགས་པ་འོ་དེ་འདྲ་ཅིག་ལ་སེར་ནག་ཞེས་ལབ་ཀྱི་ཡོད་པ་རེད། དེ་ནས་རྒྱུད་སྲིད་ལམ་ན་གཞན་ནི་ལྷུ་བའི་སེམས་ཀྱིས་རང་གི་ལུས་ངག་ཚུལ་ལྟར་འཆོས་པ་སྟེ་སྤྱོད་པ་རྫུན་མས་གཞན་ལ་མགོ་སྐོར་གཏོང་བ། རྒྱུད་ཟེར་བ་འདི་དཔེ་ཆ་བཞག་ན་རང་ཉིད་ནི་བཙུན་པ་ཅིག་མིན་ན་ཡང་བཙུན་པ་ཡིན་མདོག་མདོག་རང་ཉིད་དགེ་ཚུལ་སློང་རྣམ་པར་དག་པ་ཞིག་མིན་ན་ཡང་དགེ་ཚུལ་སློང་རྣམ་པར་དག་པ་ཞིག་ཡིན་མདོག་མདོག་རང་ཉིད་ཀྱི་སྤྱོད་པ་དེ་ཡག་པོ་ཅིག་མིན་ན་ཡང་ཡོད་མདོག་མདོག། མི་གཞན་གྱི་མཐོང་ས་ལ་ལུས་ངག་གི་སྤྱོད་པ་ཡང་ཡག་པོ་སྟོན་པ། ཨོ་དེ་འདྲ་དོན་ལ་དེ་འདྲ་མིན་པ་དེ་འདྲ་ཀུན་ནས་ལྷུང་བྱེད་ཀྱི་སེམས་པ་ནོ་དེ་འདྲ་ཅིག་ལ་རྗོད་སྲིད་ལབ་ཀྱི་ཡོད་པ་རེད། འདས་དང་སྒང་གི་འཆལ་པ་གཉིས་ཀྱི་ཁྱད་པར་དེ་ག་རེ་ལབ་ན། འཆལ་པ་ཟེར་བ་དེ་རང་གི་སྡིག་པའི་བྱ་བ་ཉེས་པའི་བྱ་བ་མི་དགེ་བའི་བྱ་བ་ཅིག་བསྒྲུབས་ནས་དེ་གསང་གི་ཡོད་པ་རེད། དེ་གཞན་ལ་མི་ཤེས་པར་བྱེད་ཀྱི་ཡོད་པ་རེད། སྐབས་འདིར་རྒྱུད་ཞེས་པའི་སྐབས་སུ་གཙོ་བོ་དེ་རང་ཉིད་ཡང་དག་པ་མ་ཡིན་ན་ཡང་རང་ཉིད་ཡང་དག་པ་ལྟ་བུར་སྟོན་པ། རང་ཉིད་བཙུན་པ་མ་ཡིན་ན་ཡང་བཙུན་པ་ལྟ་བུར་སྟོན་པ། རང་ཉིད་དམ་པ་མ་ཡིན་ན་ཡང་དམ་པ་ལྟ་བུར་སྟོན་པ། འོ་དེ་འདྲ་ཅིག་ལ་རྒྱུད་ཞེས་ལབ་ཀྱི་ཡོད་པ་རེད། རང་ཉིད་དམ་པ་མ་ཡིན་ན་ཡང་དམ་པ་བཞིན་དུ་སྟོན་གྱི་ཡོད་པའི་སྐབས་སུ། དེའི་དམིགས་ཡུལ་ལ་གཞན་ལ་མགོ་སྐོར་གཏོང་བའི་ཆེད་དུ་རེད། ཡིན་ཙང་དེ་ལ་རྒྱུའོ་ཟེར་ལབ་ཀི་རེད། དེ་ནས་གཡོ། གཡོ་ནི་གཞན་གྱིས་མཐོང་ཐོས་མེད་སར་གཉིས་པ་བསྒྲུབ་པར་འདོད་པ། གཡོ་ཟེར་བ་དེ་གཞན་གྱིས་མཐོང་ས་ནི་དམ་པ་ལྟར་གྱུར་ན། གཞན་གྱིས་མཐོང་ས་ནི་སྐྱེས་བུ་དམ་པ་ལྟར་གྱུར་ན་ཡང་གཞན་གྱིས་མི་མཐོང་སར་ལྐོག་ཏུ་བྱ་བ་ངན་པ་བསྒྲུབ་པར་འདོད་པའི་སེམས་བྱུང། དེ་འདྲ་ཅིག་ལ་གཡོ་ཟེར་ལབ་ཀི་ཡོད་པ་རེད། དེ་ནས་རྒྱགས་པ་ལབ་ན་ལང་ཚོ་དར་བ་སོགས་རང་གི་དཔལ་འབྱོར་གྱི་སེམས་གང་བ་ཨཱ། ལང་ཚོ་དར་བ་ཞིག་ལབ་པ་ཡིན་ན་སྤྱི་པའི་གནས་སྐབས་དེ་རྫོགས་ནས་རྒན་པོ་མ་ཆགས་ཀྱི་བར་གྱི་ན་གཞོན་གྱི་སྐབས་དེ་ལ་གཟུགས་པོ་གི་ལང་ཚོ་གཟུགས་པོ་གི་མཛེས་སྡུག་དེ་ཧ་ཅང་ཡག་པོ་ཡོད་པ་རེད་དེ་ལ་ལང་ཚོ་ཞེས་ལབ་ཀྱི་ཡོད་པ་རེད། གང་ལྟར་རྒྱགས་པ་ཞིག་ལབ་དེ་གང་ལ་རང་ཉིད་ཀྱི་གཟུགས་མཛེས་པ་དང་ཡང་ན་ལོངས་སྤྱོད་ཡག་པོ་ཡོད་པ་ཡང་ན་ཤེས་བྱ་ཡོན་ཏན་ཡག་པོ་ཡོད་པ་དེ་འདྲ་རྒྱུ་མཚན་ལ་བརྟེན་ནས་རང་ཉིད་ཀྱི་སེམས་གང་བ་རང་གིས་རང་མཆོག་ཏུ་གྱུར་བ་ཡིན་སྙམ་པ་དེ་འདྲ་ལ་རྒྱགས་པ་ཞིག་ལབ་ཀྱི་ཡོད་པ་རེད། འདི་དང་ངར་རྒྱལ་གཉིས་ཀྱི་ཁྱད་པར་ག་རེ་ལབ་ན་ངར་རྒྱལ་ལབ་ན། ཨ་ནི་རང་གི་ཡོན་ཏན་དེ་གཞན་ལ་བསྟུན་ན་ཕུན་སུམ་ཚོགས་པ་ཡིན་བསམ་གི་ཡོད་པ་རེད་ང་རྒྱལ་གྱི་བསམ་བློ་གཏོང་ཕྱོགས་དེ་ལ་གཞན་ལས་རང་མཐོ་བ་ཡིན་བསམ་པ་དེ་འདྲ་ཅིག་ཡོད་པ་རེད་རྒྱག་པ་ལ་གཞན་ལས་རང་མཐོ་བ་ཡིན་བསམ་པ་དགོས་གི་ཡོད་པ་མ་རེད་གང་ལྟར་ང་ཡག་པོ་ཡིན་བསམ་པ་ང་ལ་ཕུན་སུམ་ཚོགས་པའི་ཡོན་ཏན་ཡོད་བསམ་པ་ང་ལ་ཨ་ནི་གཟུགས་ལང་ཚོ་ཡག་པོ་ཡོད་སྙམ་པའོ་དེ་འདྲའི་རང་གི་སེམས་ཚིམ་པ། ཨ་རང་གི་སེམས་ཁེངས་བ་འོ་དེ་འདྲ་ཅིག་ལ་རྒྱགས་པ་ལབ་གི་ཡོད་པ་རེད་འདས་དང་ང་རྒྱལ་གཉིས་ལ་ཁྱད་པར་ཅུང་ཙམ་ཡོད་པ་རེད། ད་ནི་རྣམ་པར་འཚེ་བ་ལབ་ན་གཞན་ནི་གསོད་པ་དང་བརྡེག་པ་སོགས་རང་ཉིད་ཀྱིས་བྱས་པའམ་གཞན་ལ་བྱེད་དུ་བཙར་བའོ། སྤྱིར་བཏང་རྣམ་པར་འཚེ་བ་ལམ་ན་གཞན་ལ་གནོད་པ་བྱེད་པའི་དོན་དག་རེད་གཞན་ལ་གནོད་པ་བྱེད་པ་དེ་ལ་གཉིས་ཡོད་རེད་ཡང་ན་རང་གིས་བྱེད་དགོས་རེད་ཡང་ན་རང་གིས་གཞན་ལ་བསྐུལ་ནས་གཞན་ལ་བསྐུར་མ་བཏང་ནས་གནོད་པ་བྱེད་པ་གང་ལྟར་དངོས་སུ་བྱེད་པ་དང་བརྒྱུད་ནས་བྱེད་པ་གཉིས་ཡོད་པ་རེད་དེ་ལ་དགོས་པ་རེད་རྣམ་པར་འཚེ་བ་ལབ་པ་དེ་རང་གི་དགྲ་བོ་སོགས་གང་ལྟར་འགྲོ་བ་གཞན་ལ་གནོད་པ་རང་གིས་དངོས་སུ་བྱེད་པའམ་ཡང་ན་གཞན་ལ་བྱེད་པར་བསྐུར་བ་ཨོ། བསྐུར་བར་འདོད་པའི་དེ་འདྲའི་གི་སེམས་བྱང་ཚན་པ་ཅིག་ལ་རྣམ་པར་འཚེ་བ་ཞེས་ལབ་ཀི་ཡོད་པ་རེད་འདིའི་ལྡོག་ཕྱོགས་དགེ་བ་བཅུ་གཅིག་གི་ནང་ལོགས་ནི་རྣམ་པར་མི་འཚེ་བ་ཟེར་བ་དེ་རེད་སྙིང་རྗེའི་གི་བདག་ཉིད་ཅན་རེད་དེའི་ལྡོག་ཕྱོགས་རྣམ་པར་འཚེ་བ་དེ་འདི་རེད་ཞེས་ཞུ་རྒྱུ་དེ་འདྲ་རེད།